འོ་ད་དེ་རིང་འདི་རྒྱུད་ལུམས་དེ་བཟོ་མཁན་ཚང་མ་ལ་ཐོག་མ་འཚམས་འདྲི་དང་སྦྲགས་ནས་ད་དེ་རིང་ངས་ལྟས་ཅིག་ང་རང་ཚོའི་སྤྱི་ཚོགས་ནང་གི་ག་རེ་ཟེར་བ་རེད་བོ། བརྗོད་གཞི་གལ་ཆེན་པོ་གཅིག་གི་སྐོར་ལ་ཅིག་ནམ་རྒྱུན་གྱི་སོ་སོ་གི་བསམ་བློ་དང་ཕྱོགས་དང་འབྲེལ་ནས་གང་མི་བྱུང་ཤེས་ན་བསམ་པ་འདྲ་བོ་ཅིག་ད་ཚོད་ལྟ་ཅིག་བྱས་ན་བསམ་སེམས་འདྲ་བོ་ཅིག་དྲན་སོང་ག་རེ་བྱེད་ལབ་ན་ཅིག་དང་བརྗོད་གཞི་འདིའི་ཐོག་ལ་ནས་ང་འདྲ་བོ་ཅིག་གི། དགའ་མོས་ཞུ་ཐུབ་ཡག་གི་གནས་སྟངས་ཅིག་ངོ་ནས་བྱས་ན་ཡོད་མ་རེད། ཨ་ནི་སོ་སོའི་ངོས་ནས་ཡིན་པ་ཡིན་ན་ཡང་བརྗོད་གཞི་འདིའི་ཐད་ལ་རྩོམ་ཡིག་བྲིས་པ་དང་ནམ་རྒྱུན་གྱི་བསམ་བློ་བཏང་བ་ཨ་ནི་རྦད་དེ་གར་སེ་གོ་རེད། མ་འདྲ་བ་ཅིག་སོ་སོ་ལ་ཚོར་ར་ཡོང་གི་འདུག་ཨ་ནི་ལྷག་པར་དུ་ངག་ནས་མར་ཞུས་དགོས་དུས་ཨ་ནི། རྣམས་ཀྱི་བསམ་བློ་ནང་ལ་ཡོད་པ་དང་རྩོམ་ཡིག་བྲིས་པ་གཉིས་ལས་ཀྱང་ངག་ནས་ཞུ་དགོས་ཡ་དེ་ཡང་དེ་སུ་ཅིག་དེ་བས་ཀྱང་ཨ་ནེ་ཅིག་སྐབས་ལས་ཁག་པོ་ཅིག་ཡིན་པ་ཨ་ཚོ་ར་འདྲོག་སེར་པོ་ཡོད་དུས་ཨ་ནེ་དེ་རིང་ཞུ་ཡག་གི་བརྗོད་བྱ་འདིའི་སྒང་ལ་ཡང་ཅིག་དུ་བབ་ཚུམ་པ་ཅིག་ད་བརྒྱ་ཆ་བརྒྱ་ཐམ་པ་གར་སེ་གོ་རེ་ཡོང་ཐུབ་གི་མ་རེད་བསམ་གི་འདུག་ལ་ཉན་མཁན་ཡིན་པ་ཡིན་ན་ཡིན་འདྲ་ང་རང་ཡིན་པ་ཡིན་ན་ཡིན་འདྲ་དེ་འགྲིག་གི་ང་རང་དེ་ཚོད་དཔག་འདྲ་བོ་དེ་ཐུབ་གི་འདུག། ད་ཡིན་ན་ཡང་བརྗོད་གཞི་འདིའི་ཐད་ལ་བསམ་བློ་བཏང་ཤོག་འདྲ་བོ་ཕྲན་བུ་ཅིག་ཞུས་པ་ཡིན་པ་ཡིན་ན། རྩ་དོན་ཡིན་པ་ཡིན་ན་འདྲ་ང་རང་ཚོ་བོད་ཀྱི་སྤྱི་མཐུན་བསོད་ནམས་གོང་དུ་འཕེལ་ཐབས་ཡིན་པ་ཡིན་ན་འདྲ་ཚང་མ་གི་ཐོག་ལ་ཁྱད་པར་ཅིག་ཏན་ཏན་ཡོད་ས་རེད་བསམ་ནས་ནི་ངས་ཚོད་ལྟ་ཅིག་བྱས་ན་བསམ་སོང་མ་གཞི་ནི་འདི་སྐོར་ལ་ང། ད་འདྲ་རགས་རམ་ཙམ་གི་ག་རེ་ཟེར་དགོས་རེད་བོ། རྩོམ་ཡིག་ཅིག་ཡོད་རྩོམ་ཡིག་དང་པོ་ཟེར་དགོས་རེད་བ་དེ་ངས་བྲིས་ཚར་བ་ཡིན་དེ་བྲིས་དུས་རྩོམ་ཡིག་དེ་ངའི་བརྒྱུད་ལམ་ཁག་ལ

ད་ག་མོས་བཀའ་སློབ་ཧ་ཅང་གི་རྩ་ཆེན་པོ་སེམས་ནང་དང་རྦད་དེ་དཀོན་པའི་རིན་ཐང་བྲལ་བ་དེའི་ཐད་ལ་ཨ་ནི་ང་རང་ཚོ་བོད་མི་ཞིག་ཡིན་པའི་ཆ་ནས་བསམ་བློ་འདྲ་བོ་དེ་ག་འདྲ་ཞིག་བཏང་དགོས་རེད་ལས་ཟེར་ནས་ཨ་ནི་ལབ་ཡོང་ན་ད་ངའི་ནམ་རྒྱན་བསམ་བློ་བཏང་ཞོག་འདྲ་བོ་དང་བཀའ་སློབ་དེ་ལ་འཇལ་སྟངས་འདྲ་བོ་དེ་ཨ་ནི་ད་ག་འདྲ་ཞིག་ཡིན་ལབ་པ་ཡིན་ན་ད་མ་གཞི་ནས་དང་པོ་ང་རང་ཚོའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་འདྲའི་བཀའ་སློབ་ཅིག་གནང་རྒྱུ་དེ་ཟུར་ལ་ད་ཐ་མ་མང་པོ་གནང་གྲུབ་པ་རེད་ང་རང་ཚོ་ཚང་མ་ལུས་པོ་དངོས་གནས་དྲངས་ནས་དེ་རྦད་དེ་བཀའ་སློབ་དེ་འདྲའི་གོ་བ་དང་མཉམ་དུ་སེམས་ལ་ཚོར་བ་མ་འདྲ་བ་ཡོང་ཡ་མིག་ཆུ་ཡོང་ཡ་སེམས་ལ་རྦད་དེ་དགའ་རྦད་དེ་དགའ་བའི་ཚིག་འདྲ་བོ་དེ་མཇལ་མ་ཐུབ་པ་དེ་འདྲ་ཡོང་ཡ་གི་གནས་ཚུལ་མང་པོ་ཡོང་གི་ཡོད་རེད་བ། ཡིན་ན་ཡང་ཡང་དེའི་བློ་དེ་ཨ་ནི་རྦད་དེ་ག་རེ་ཟེར་དགའ་བ་དཔག་ཏུ་མེད་པའི་བློ་དེ་ཨ་ནི་སེམས་ལ་དེའི་མཐོང་ཐུང་ཐུང་ཅིག་གི་ནང་ལ་ཡང་བསྡད་ཀྱི་ཡོད་རེད་རྒན་རང་པོ་ཞིག་ནི་སེམས་ཀྱི་ངོ་བོ་དང་རྦད་དེ་དགའ་བ་དཔག་ཏུ་མེད་པའི་དེང་གི་བཀའ་སློབ་དེ་གོ་དུས་ཀྱི་ཨ་ནི་ཚོར་བ་གཉིས་པོ་དེ་གཅིག་དེ་འདྲེས་པ་འདྲ་བོ་དེ་འདྲ་སྐད་ཡོང་གི་ཡོད་མ་རེད་པ། དེ་འདྲ་ཡོང་གི་མེད་དུས་ཨ་ནི་དེ་འདྲའི་གི་ལོ་ཅིག་ཡོང་ཡག་གི་ཐོག་ལ་ཨ་ནི་ང་རང་ཚོའི་ད་དང་པོ་འདྲ་བོ་དེ་ངས་ག་རེ་བསམ་གྱི་འདུག་ལབ་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་ཡག་པོ་ཅིག་མཇལ་དགོས་བའི་ཟིན་ན་ཡང་མི་འདུག་རྒྱལ་བ་རིན་པོ་ཆེ་ད་བྱས་བསམ་མ་ཞུས་པ་ཡིན་ན་རྒྱལ་བ་རིན་པོ་ཆེ་ཡག་པོ་ཅིག་ངོ་ཤེས་དགོས་ཡ་དེ་ཧ་ཅང་གི་གེ་ཆེན་པོ་རེད་བསམ་གི་འདུག་དེ་ཡང་ཨ་ནི་ད་མི་གཞན་དང་ཨ་ནི་གཞན་གི་ད་རྦད་དེ་ཡུལ་ལམ་ནས་ཡིན་ན་ཡིན་འདྲ་ངག་ཐོག་ནས་ཡིན་ན་ཡིན་འདྲ་སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་ད་མང་པོ་བྲིས་བ་རེད་བཅུ་བྲིས་གཉིས་ཤོས་བྱས་ཨང་གཅིག་གི་ཞལ་བཞག་པ་གཉིས་གི་བསྐྱར་ཟློས་བྱས་བཞག་པ་འདྲ་བོ་དེ་འདྲའི་གི་ད་རྦད་མཛད་རྣམ་ད་རྦད་དེ། ཁང་དེ་ཡོད་རེད་དེ་འདྲའི་མང་པོ་ཅིག་ཡོད་རེད་དེ་དེ་ཟུག་ལ་རྒྱིས་ང་གང་ལ་གང་འཚམ་ཅིག་ཡོད་པ་དེ་ཙམ་གྱིས་དེ་འགྲིག་གི་ཡོད་མ་རེད་བསམ་བསམ་འགྲོ་ཅིག་ང་དེ་དྲན་གི་འདུག་ནམ་རྒྱུན་ཡིན་པ་ཡིན་ན་དེ་བྱོས་དུས་ད་རང་གིས་རྒྱལ་བ་རིན་པོ་ཆེ་གི་མཛད་རྣམ་གི་ཐོག་ལ་ཐོས་གསུམ་བྱས་བ་ཟིན་ན་ཡ་མི་འདུག་ཐེག་པ་བྱས་བ་སློབ་སྦྱོང་བྱས་པས་ཨ་ནེ་རྒྱལ་བ་རིན་པོ་ཆེ་གི་ད་ཡོན་ཏན་དང་མཛད་རྗེས་དེ་ཚོ་ཚང་མ་ལོ་རང་གི་བསམ་བློ་གི་ནང་ལ་ཡང་ནས་ཡང་དུ་བསྐོར་ནས་ཡང་ནས་ཡང་དུ་བསྐོར་ནས་ཨ་ནེ། རང་གི་ལོ་ངོ་ལ་རྟ་རྦད་དེ་འོ་ད་འདི་འདི་རེད་ཤ། འདི་རྦད་དེ་རང་ད་ངོ་མཚར་རྟ་རྦད་དེ་ཧང་ཟད་ག་རེ་ཟེར་དགོས་ན་ངོ་མཚར་བའི་གནས་རེད་ཤ། འདི་རྦད་དེ་རང་ད་སྐྱབས་སུ་ཆོས་སྙམ་པའི་སྐྱབས་སུ་ཆོས་འཆི་བའི་ཡིད་རེད་བསམ་སོང་འདྲ་བོ་གི་དེ་འདྲའི་གི་ལོ་གི་རྦད་དེ་ཤིག་ལོ་གི་འགུལ་གི་སྐྱོད་འདྲ་བོ་དེ་ཤིག་ཆེན་པོ་མང། ཐོ་དེབ་ཡ། ཨ་ནི་དེ་འདྲའི་ག་ལུག་ག་ཡོལ་བ་ཟིན་ན་ཡ་མི་འདུག་ལུག་གི་འགལ་སྐྱོད་དེ་ཤིག་ཆེན་པོ་སེམས་འགལ་ཚད་མེད་ཐེབས་པ་དེའི་གྲངས་ནི་ཨ་ནི་རྦད་དེ་མིག་ནི་རྦད་དེ་ཆུ་མ་འཁྲིགས་པ་ལ་སོགས་པ་ཤེས་ཡ་དེ་འདྲའི་རྦད་དེ་ད་ང་རང་ཚོ་མི་མང་པོ་བརྒྱ་ཆ་བརྒྱ་ཐམ་པ་ཏན་ཏན་ཡོང་གི་ཡོད་རེད་བསམ་གི་འདུག་དེ་འདྲའི་ཡོང་གི་ཡོད་དེ་དེ་འདྲའི་ཐང་མ་རེ་གཉིས་ཙམ་བྱུང་བས་ཡང་ཆོག་ཤི་མ་གནང་ཡ་བྱས་ནས་རྦད་དེ་ཡང་ནས་ཡང་དུ་ཡང་ནས་ཡང་དུ་བསམ་ནས་ཨ་ནི་ང་རང་ཚོ་ནམ་རྒྱུན་ཉི་མ་རེ་རེ་གི་ནང་ལ་སོ་སོའི་བསམ་བློ་གི་ནང་ལ་སོ་སོའི་རང་དོན་དང་ལས་ཀ་དང་དུ་སོའི་སྒང་ལ་རང་བཞིན་གི་རྦད་དེ་ཨ་ནི་རྩོལ་བ་བྱས་ནས་ཤུགས་ཆེན་པོ་བྱས་ནས་བསམ་བློ་བཏང་མ་དགོས་ཡ་རང་བཞིན་གི་བསམ་བློ་ལ་འཁོར་བསྡད་པ་ནང་བཞིན་ཅིག་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་མཛད་རྗེས་དུ་སོ་ང་རང་ཚོའི་བསམ་བློ་གི་ནང་ལ་བསམ་བློ་བསམ་ཚད་གཞན་པ་གི་པར་དུ་མ་ཆོད་པའི་ཐོག་ནས། ཨ་ནི་སྐྱབས་མགོན་རིན་པོ་ཆེ་གི་མཛད་པ་ཕྲིན་ལས་མཛད་རྣམ་འདི་ཚོ་ཚང་མ་ལོག་ལྟ་བསམ་ལོག་གི་ནང་ན་སྦས་ཏེ་བགྱིས་པ་འབྲང་བ་བསྡིས་པ་དང་རག་བསྡིས་སྣ་ཚོགས་ཀྱི་ཐོག་ནས་དབེན་རིགས་ཡིད་ལ་པད་དཀར་སེར་པོ་རི་བོ་ལྷང་ལྷང་འཆར་བསྡད་ཡ་ཅིག་ཨོ་དེ་འདྲས་ཅིག་འཆར་ཐུབ་པ་ཙམ་དུ་མ་ཟོས་པའི་སེམས་གི་ངོ་བོ་འདྲ་བོ་དེ་དེ་སྦས་ཏེ་ཕར་འགྱུར་ཡ་ཅིག་བར་བ་དེའི་སྒང་ལ་འགྱུར་བ་ཡ་དེས་རང་སོ་སོ་གི་སྦས་ཏེ་མཛད་རྣམ་ཁག་ནས་ཐོས་བས་སློབ་སྦྱོང་བྱས་པ་ཐོས་པ་དེ་ལ་བསམ་ནས་བསམ་པའི་སྒྲོ་འདོགས་ཆོད་ནས་སེམས་གི་ངང་ལ་ཕར་འབྱར་ཡོང་ཡ་ཅིག་བར་བ་ཨོ་དེ་འདྲའི་འབྱར་བའི་ཐོག་ནས་ཨ་ནི་བསམ་བློ་གི་ནང་ལ་དངོས་གནས་དྲང་གནས་ཅིག་དགའ་ལྷང་ལྷང་གི་ཐོག་ནས་ཨོ་དེ་འདྲའི་གི་སེམས་ཅིག་སྐྱེ་ཡག་གི་བསམ་བློ་དེ་འདྲ་ཅིག་སྐྱེ་ཡག་གི་འབད་རྩོལ་བྱེད་པ་ཡིན་ན་དེ་འདྲ་ཅིག་སྐྱེ་བ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་ཟེར་ཏེ་ད་ཞུ་རོལ་ཅིག་ནས་ཕུ་གུ་ལ་ཟེར་ཡག་གི་མཛུབ་མོ་བཙིགས་ས་ཅིག་མ་ཡིན་པའི་ཐོག་ནས་ཨ་ནི་ཚུགས་ཙམ་གི་ཐོག་ནས་ཡིག་ཐོག་ཙམ་ནས་མ་ལྷག་བ་བྱས་ནས་རང་གི་སེམས་བསྐྱེད་ལ་དངོས་གནས་དྲངས་ནས་རྒྱ་བར་མི་ཕྱེད་ཟེར་ཡ་ཅིག་ད་ཡོད་པར་གྱུར་བ་འི་གནས་སྟངས་ཅིག་ཆགས་ཚར་བར་བ། འོ་དེ་འདྲའི་ཡོད་པར་གྱུར་བ་འི་གནས་སྟངས་དེ་ནི་ང་རང་ཚོས་དེ་འདྲའི་ཅིག་ཡོང་ཡ་རེད་དང་མ་རེད། དེ་འདྲའི་ཅིག་ཡོང་ས་རེད་དང་མ་རེད་ཟེར་ཡ་ཆུག་བར་བ་འོ་དེའི་ཐོག་ལ་ནི་ངེས་པར་དུ་ནི་ང་རང་ཚོས་ཚོད་ལྟ་བྱེད་དགོས་འདུག་གོམ་པ་སྤོ་དགོས་འདུག་བསམ་སོང་འགྲོ་ཅིག་དང་པོ་དེ་ངེད་ཏང་གིས་རྒྱ་བར་མི་ཕྱེད་བཀའ་སློབ་དེ་ངོས་ཟིན་པར་བྱེད་པ་ལ་དང་པོ་དེ་དེ་འདྲའི་བྱས་ནས་ནི། ཐབས་ཤེས་ཅིག་བསམ་བློ་ཅིག་དང་ནི་སོ་སོའི་བའི་ངེས་སུ་ལག་ལེན་ཅིག་བསྟར་ཡ་ཅིག་དེ་བྱེད་དགོས་ཀྱི་འདུག་བསམ་གྱི་འདུག་དེ་ནས་ད་དོན་ཚན་གཉིས་པ་དེ་ག་རེ་བསམ་བློ་བཏང་དགོས་ཀྱི་འདུག་ལབ་པ་ཡིན་ན། ནང་པའི་གཞུང་ནས་བཤད་བཞག་པའི་ང་རང་ཚོ་སྔོན་བཤད་ཟེར་ཡ་དང་རྫུན་ཁྲེས་ཟེར་ཡ་ལ་སོགས་པ་དང་དེ་འདྲའི་རྦད་དེ་མང་པོ་ཞིག་ཡོད་རེད་བ། འོ་དེ་ཚོ་ག་འདྲས་སུ་ཡོང་གི་འདུག་ག་འདྲས་སུ་སྐྱེལ་གྱི་ཡོད་རེད། དེ་བསྒྲུབ་ཐུབ་ཡག་གི་དོན་དག་ཅིག་རེད་མ་རེད་ད་ལྟ་བར་དུ་དེ་འདྲས་བསྒྲུབས་ནས་འགྲུབ་ཚར་བའི་ཨ་ནེ་ཅིག་གང་ཟག་དེ་འདྲས་བྱུང་ཡོད་བ་རེད་ཡོད་བ་མ་རེད་ཟེར་དེའི་སྒང་ལ་དངོས་གནས་བསམ་བློ་བཏང་དགོས་ཡག་ཅིག་རེད་ཤག་དེའི་སྒང་ལ་བསམ་བློ་བཏང་པ་ཡིན་ན་ཡང་རྦད་དེ་དེ་ལས་ཀྱང་ཞིབ་ཚགས་རེ་འགྲོ་གི་ཡོད་རེད་ད་འགའི་གི་བཀའ་སློབ་དེ་གོ་བ་ལེན་ཡག་གི་ཐོག་ལ་ཨང་དེའི་ཆེད་དུ་ད་དེའི་གོ་བ་འདི་ལེན་དགོས་གི་ཡོད་ན་ད་ང་རང་ཚོ་མི་སྐྱ་འདྲ་བོ་ད་རྣམ་རྒྱལ་འདི་བས་གཞུང་ཆེན་མོ་དང་ནང་ཆེན་སློབ་གཉེར་སྟངས་སམ་འོས་གཉིས་དེ་ཚོ་ད་ཨ་ཅང་ཅང་ད་ཤུད་གོག་མར་དེ་ང་རང་ཚོ་མི་སྐྱ་ཁྱུམ་པ་སློབ་སྦྱོང་ཞུ་བྱེད་མ་མྱོང་ཉིན་དུ་ཟོ་གི་ད་རག་ཙམ་ཅིག་སློབ་སྦྱོང་བྱེད་དགོ་གི་ཡོད་པ་ཡིན་ན། ག་འདྲི་ཟིག་བྱེད་དགོ་གི་རེད་ལབ་པ་ཡིན་ན། སྐྱེ་བོ་གསུམ་གི་ད་ལམ་ཡོངས་རྫོགས་སྐྱེ་བོ་གསུམ་གི་ལམ་ཡོངས་རྫོགས་གི་ནང་ནས། ཨ་ནེ། སྐྱེ་བོ་ད་ག་རེ་ཟེར་དགོ་རེད་མགོ་དགེ་བའི་བཤེས་གཉེན་བསྟེན་ཚེ་ཟེར་ཡ་དེ་ནས་བཟུང་སྟེ་ལམ་གི་ད་མིན་གྱི་བར་བ་མགོ་དགེ་བའི་བཤེས་གཉེན་བསྟེན་ཚེ་དེ་ནས་བཟུང་སྟེ་ཞི་གནས་གི་བར། ཡང་ན་ནི་ཞི་གནས་རྐྱང་བ་གི་སྐོར་ལྟ་བུ་ལ། དེའི་སྲིད་ཞི་རགས་པ་འདྲ་བོ་ཅིག་ཞིབ་ཚགས་པོ་ཞུ་མེད་ནས་རང་རིམ་འདྲ་བོ་ཅིག་བསམ་བློ་དང་སློབ་སྦྱོང་བྱས། དེ་འདྲ་བྱས་ནས་དེས་རང་གི་བསམ་བློ་དེ་སྒང་ལ་ཆ་ཚང་ཅིག་དེའི་ལྟ་བས་དེ་མགོ་དགེ་བའི་བཤེས་གཉེན་བསྟེན་ཚེ་ནས་ཤི་ནས་ཀྱི་བར་གྱི་ལམ་དེ་ཚོ་ཆ་ཚང་གོ་རང་གི་བསམ་བློ་སྒང་ལ་མ་ལུས་ན་ཡང་བས་དེ། ད་ད་གིན་ངས་ཞུས་པ་ནང་བཞིན་ཁ་ཞིབ་ཏིག་གི་ཐེ་བ་གཅིག་པོ་གི་སློབ་སྦྱོང་གཅིག་པོ་གི་ངོ་བོ་ནས་ཨ་ནེ། ག་རེ་ཟེར་དགོས་རེ་གོ་དེ་ན་ཡང་འགྲིག་གི་འདུག་བསམ་གི་འདུག་དེའི་ལམ་དེའི་བར་རུ་ལ་ག་རེ་བྱས་ནས་བསླབ་པ་ཡིན་ན་ང་རང་ཚོ་ད་ལྟ་ཉི་མ་རེ་རེ་རེ་རེ་ལ་ང་རང་ཚོ་འཚོ་བ་གི་རྒྱུ་དཔལ་འབྱོར་སྙན་གྲགས་ལ་སོགས་པ་འདོད་པ་ཞིག་ཆེན་པོ་ཡོད་རེད་པ། རང་གི་ཕྱོགས་ལ་ཆགས་པ། དགྲ་གི་སོགས་དགྲ་དང་སོ་སོ་མི་དགའ་བའི་ཕྱོགས་ལ་སྡང་བ་ལ་སོགས་པ་གི་བསམ་ཚེ་དེ་ཚོ་གི་འབྱུང་རྩ་ཕན་གནོད་ལ་སོགས་པ་ཕན་དང་གནོད་སེལ་ཡ་གི་བསམ་བློ་དེ་ཚོ་ག་འདྲེ་ག་འདྲེ་ཡོང་གི་ཡོད་མེད་དེ་ཚོ་ཚང་མ་ལོ།

དེའི་ཁ་བརྟེན་ནས་ཁ་བརྟེན་འདྲ་བོ་བཅག་ནས་བསྲེག་དགོས་རེད་པ། དེའི་ཁ་བརྟེན་དེ་དག་ནི་ཁོར་ཡུག་དབེན་པ་ཅིག་ལ་བསྡད་ནས། ཚེ་འདི་རྐྱང་རྐྱང་གི་བསམ་བློ་བཏང་སྟེ་དེས་ཕན་ཐོགས་དེ་ཙམ་ཟིག་མེད་པ་དེ་བས་ཏེ་རྒྱུ་མཚན་གཅིག་གཉིས་གསུམ་ལབ་ནས་མཛུབ་མོ་བཀུག་ནས། བསམ་བློ་བཏང། བསམ་བློ་བཏང། ཨོ་དེ་འདྲས་བྱས་པ་ཡིན་ན། བསམ་བློ་གོ་བས་ཏེ་ཕར་དཔྱད་པ་བཏང་པ་ཡིན་ན། ད་གཞི་ནས་ཚད་ལྡན་གྱི་མི་ཚེ་ཅིག་སྐྱེལ་དགོས་ཀྱི་འདུག་ད་བསམ་བསམ་འདྲ་བོ་ཅིག། དེ་བས་ཏེ་དེའི་བསམ་བློ་དེ་འདྲ་ཅིག་སྐྱེས་པ་ལ་བརྟེན་ནས་དེའི་སོ་སོ་གི་ནང་གི་སེམས་དེ་ལ་བལྟས་ས་བལྟས་འཇོག་གི་སེམས་དེ་ཤུགས་ཅིག་ཡར་མར་འཁྱམས་བསྡད་ཡ་དེ་མར་ཡ་དེས་ཞི་བ་འདྲ་བོ་ཅིག་བབས་ཡ་གི་ཐོག་ལ་ལྟོས་བའི་མགོ་འདྲ་བོ་དེ་དེ་དེ་ནས་ཚུགས་ཀི་འདུག་དེ་དེ་ནས་ལྟོས་བའི་མགོ་ཚུགས་པ་དེ་ལ་བརྟེན་ནས་ཨ་ནི་ད་ང་ཚོ་ཞི་གནས་ཟེར་ཡ་དེའི་ཐོག་ལ་ཞི་གནས་གི་ད་རིམ་པ་དགོས་ཡོད་རྒྱུ་དེ་ཚོ་གི་ཐོག་ལ་རགས་རིམ་ཅིག་སློབ་སྦྱོང་སྤྲད་ཐུབ་ཡ་གི་གནས་སྟངས་འདྲ་བོ་དེ་འདྲ་ཡོང་གི་འདུག་དེ་འདྲ་བྱེད་དུས་ཨ་ནི་ད་ཚད་དང་ལྡན་པ་ཅིག་ཞུ་ནས་ཀྱི་ཐོག་ལ་འགྲོ་ཐུབ་ཉེན་འགྲོ་བ་དེ་འདྲས་ཀྱི་ཞི་གནས་ཀྱི་སེམས་ཀྱི་རིམ་པ་རྒོད་ད་གཟུགས་ལ་འགྲོ་ཡོང་དུས་ནི་དངོས་གནས་རིམ་པའི་བྱས་ནས་ནི་ནི་ད་སྐྱེ་བ་ངོ་མ་དྲན་ཡ། མ་འོངས་པ་ག་རེ་ག་རེ་འཆོང་གི་ཡོད་མེད་ད་དེ་འདྲས་ཀྱི་ད་སྔོན་ཤེས་ཟེར་དགོས་ར་བས་དེ་འདྲས་ཀྱི་ད་ཤི་བ་དེ་ཡར་སོ་སོ་སོ་སོ་ལ་སྐྱེས་ཡོང་གི་ཡོད་པ་དེ་ད་ཧ་ཅང་མང་པོ་བྱུང་ཡོད་ར་བ་བས་ན་ཆགས་ཅན་རྡ་རམ་ས་ལ་ཀྱི་རི་ཁྲོད་ན་ཡོད་ནོ་ཀྱི་ཚངས་པ་དུ་གཟུགས་ཀྱི་གྲས་ལ་ཡིན་པ་ཡིན་ན་ཡང་དེ་འདྲས་མང་པོ་ཡོད་ར་རེད། དེ་བྱུས་དུས་ནི་ཨ་ནེ་ང་རང་ཚོ་ནང་པའི་ཐོག་ནས་ད་པའི་ཞུ་ནེ་ཟེར་ཡ་དེ་སྐྱེ་བོ་འབྲང་གི་ཐར་ཀར་ཚེ་སྒོར་ཐོབ་པས་ད་ཁོ་རང་ཚོ་སྐྱེ་བོ་འབྲང་གི་ཐོབ་ཤ་ཆུ་བར་བ་ཨོ་དེ་ཙམ་ཟིག་བཙུགས་ཡོད་མ་རེད་ད་ཞི་ནེ་ཞི་ནེ་ཙམ་ཞིག་ལ་ད་ཐོང་འདྲ་བོ་དང་ཆེ་ཐོང་འདྲ་བོ་དེ་འདྲའི་འཇོག་གོ་མེད་པ་ཡིན་ན་ཡང་ནང་པའི་གཞུང་ནས་ཡིན་ནའི་ཁོ་རང་རིམ་པ་འདྲ་བོ་ཆི་མ་ཞིག་ཅིག་ལ་ཡོད་ན་ཡང། ནི་ང་རང་ཚོ་འདྲ་བོ་ཆིག་ལ་ཚ་ལས་དང་པོ་བ་འདྲ་བོ་ཆིག་དང་ནང་ཆེན་ལ་སྦྱངས་མ་མྱོང་ཆིག་ལ་ཆ་མཚོན་པ་ཡིན་ན་ཏེ་ཞུ་བ་ཆིག་རུ་བ་ལྟ་སྟེ་བསམ་ཡུལ་ལས་འདས་བ་འདྲ་བོ་ཆིག་རུ་བ་འོ་དེ་འདྲིག་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་ནི་དངོས་གནས་དྲང་གནས་ཀྱི་སྐྱེ་བ་སྔ་ཕྱི་དང་འདི་འདྲིག་གི་ཐོག་ལ་བརྩེ་ཡག་གི་ལམ་ཁ་ཡོད་པ་དེ་དེ་ཡང་ཞུ་བ་ཆིག་སྔོག་ནས་འགྲོ་དགོས་བ་དེ་འདྲ་མ་ཡིན་པ་དེ་ད་ང་རང་ཚོའི་ཞིང་གི་རུ་བ་དེའི་བསམ་བློ་དེའི་སྒང་ནས་གདམས་ངག་དེ་འདྲ་འཁྱོངས་པ་དང་དེ་འདྲིའི་ལམ་ཁ་གཡོ་བ་དེ་རང་རིམ་གྱིས་ཧ་གོ་བ་ཡིན་ན་འོ་ན་ནི་རྒྱལ་བ་རིན་པོ་ཆེ་གིས་ནི་ད་གྱིན་གྱི་གྱིན་དུ་ཉམས་བཞེས་དང་དེ་འདྲའི་ག་འདྲི་ག་འདྲི་གནང་གི་ཡོད་པ་དང་ད་ལྟ་རྒྱལ་བ་རིན་པོ་ཆེའི་བཏབ་པའི་ས་ལམ་འདྲ་བོ་དེ་ག་བ་ག་བ་སླེབས་ཡོད་བ་རེད་སེ་འདྲ་བོ་དེ་སུ་གཅིག་གིས་ཚིག་ཐག་བཅད་ནས་ཏི་བཤད་ཐུབ་གི་མ་རེད་དེ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ན་རྒྱལ་བ་རིན་པོ་ཆེ་ལ་འཚང་རྒྱའི་ངོས་ཀྱི་པའི་འདུ་ཤེས་ཡོད་མཁན་ད་གང་བསྡད་ཡོད་རེད་པ། རྒྱལ་བ་རང་གི་ཐོག་ནས་ཡིན་པ་ཡིན་ནའི་ང་རང་ཚོས་བཤད་ཐུབ་མི་ནི་ཨ་ནི་རྒྱལ་བ་ད་སངས་རྒྱས་ཆོས་རྒྱལ་བ་ཤཱཀྱ་ཐུབ་པ་ད་ཆེད་གཟིགས་དང་བཏང་བཏང་བྱུང་གི་ཡོད་པ་དང་ཨ་ནི་ད་ཚེ་འདི་ཧ་ལམ་སྦྱོར་ལམ་ད་ཐོབ་ས་རེད་འོ་ཟེར་ནས་ཡང་ཡང་གསུང་གི་འདུག་བ་ཨ་ནི་སྔོན་མ་ཡོངས་འཛིན་གླིང་རིན་པོ་ཆེ་གིས་ད་ཉམས་བཞེས་ཀྱི་སྐོར་བཀའ་སློབ་ཡར་བཀའ་བསྡུར་ཞུས་དུས་ཨ་ནི་ནམ་མཁའི་རྣལ་འབྱོར་ཨ་ནི

རྒན་ལ་མཐོང་ཆས་སུ་ཡོད་པ་ད་འདི་ཚོ་ཚང་མ་ལ་གཞི་བཞག་ནས་བཤད་པ་ཡིན་ན་ད་རྒྱལ་བ་རིན་པོ་ཆེ་ཟེར་དེ་མིའི་ཕལ་བ་ཟིག་མིན་པ་དངོས་གནས་དྲང་ནས་དེ་བས་རིགས་པའི་ལམ་ནས་ར་འཕྲོད་ཡ་ཅིག་དང་དེ་ལ་ཡ་བས་དེ་རང་གི་རྣམ་དཔྱོད་ལ་དཔག་པའི་རྒྱུ་མཚན་ཆེ་ཆུང་སྣ་ཚོགས་ཀྱི་ཐོག་ནས་ནི་གོ་བ་ལེན་ཐུབ་ཡོད་པ་འོ་དེ་བྱུས་དུས་ད་མི་ཕལ་བ་ནི་གི་ས་མཚམས་ལས་བརྒལ་ཟིན་པ་ཅིག་ཡིན་པ་དེའི་རྒྱུ་མཚན་མང་པོ་འདྲེན་གྱི་ཡོད་པ་ནི་བླ་མ་གཞན་སུ་དང་དངོས་གནས་མི་འདྲ་བའི་ཁྱད་ཡོན་ད་བས་དུས་ཕུན་སུམ་ཚོགས་པ་ཅིག་ཡོད་པ་དེ་ད་ཕྱི་སྡོད་ཡོད་མི་ཚང་མ་གི་མཇལ་གི་ཡོད་པ་དེའི་ཐོག་ནས་ཨ་ནི། ཨ་ནི་སྐྱབས་མགོན་རིན་པོ་ཆེ་ཚེ་གསུང་གི་སྟངས་ཀྱང་རྒྱལ་བ་རིན་པོ་ཆེ་སྤྱི་སྟངས་ངེས་འཛིན་དང་རྒྱལ་བ་རིན་པོ་ཆེ་གི་གསུང་དེ་ཨ་ནི་དེ་བས་ཀྱང་ད་ཁོང་ངེས་འཛིན་བྱེད་སྟངས་དང་ཡེ་ཤུ་བྱེད་སྟངས་དེ་ད་མ་འདྲ་བ་ཅིག་ད་རྙེད་གི་ཡོད་རེད་བ་འོ་དེ་ཅིག་རེད་བསམ་གི་འདུག་དེ་ནས་གསུམ་པ་ཅིག་ལ་ཉེ་སྔོན་རྒྱལ་བ་རིན་པོ་ཆེ་གི་ཏཱ་ལའི་བླ་མ་མཐོ་སློབ་སློབ་གཉེར་ཁང་ལ་ཝཱ་ར་ནཱ་སི་གི་དགེན་ལྷོ་ལོ་རྒྱུས་སློབ་དཔོན་ཤམ་པ་བསམ་གཏན་ལགས་ཀྱི་རྒྱལ་བ་སྐུ་གོང་མ་སྐུ་འཕྲོག་བཅུ་གསུམ་པ་གི་སྐུ་ཚེ་གི་ཚད་དང་ཨ་ནེ་རྒྱལ་བ་སྐུ་འཕྲོང་བཅུ་གསུམ་པ། ད་ལྟ་སྐུ་འཕྲོང་བཅུ་བཞི་བ་ཆེན་པོ་འདིས་ཨ་ནེ་སྐུ་ཚེ་རང་དང་བཞིག་ངེས་པ་དང་བཞིག་གྱི་ཞལ་བཞི་གནང་གི་ཡོད་པ་དང་བཞིག་བཞིན་པ་འདི་ཚོ་ཚང་མ་ལོ་ངེས་ཆུང་གི་ལོ་རྒྱུས་ཨ་ནེ་རིག་པ་དང་སྦྲགས་ནས་འདི་ཚོ་ཚང་མ་ལོ་སྟབས་ལག་ལྟས་གང་འདྲ་བོ་དེ་འདྲས་ཀྱི་ཐོག་ནས་མ་ཡིན་པ་འཆར་གཞི་བཀོད་པ་ནང་བཞིན་ཨ་ནེ་རྒྱལ་བ་སྐུ་འཕྲོང་བཅུ་གསུམ་པ་ཡིན་ན་ཡང་སྐུ་ཚེ་དེ་འདྲས་བཞིག་ཡོད་པ་དང་རྒྱལ་བ་སྐུ་འཕྲོང་བཅུ་བཞི་པ་ཡིན་པ་ཡིན་ན་ཡང་འཆར་གཞི་བཀོད་པ་ནང་བཞིན་འགྲོ་གི་ཡོད་པ་གི་ད་ཧ་ཅང་རྒྱུ་མཚན་ལྡན་པའི་བཀའ་མོལ་དེ་འདྲའི་ལོ་རྒྱུས་ཀྱི་ཆོང་རབས་དང་ཁྱད་པར་བ་དེ་འདྲའི་གི་ཐོག་ནས་ཡིན་པ་ཡིན་ན་དེ་འཛིན་གི་རང་བཞིན་མེད་ལ་ཁོ་ཚོ་གོ་བ་དེ་འདྲའི་སྟེར་གི་འདུག་བ་དེ་རྦད་དེ་མར་སོང་ཤག་དེ་ཡིན་པ་ཡིན་ན་ཡང་སྤོབས་པ་དེ་ཚོ་ང་ཚོ་གར་སོས་གོར་དོར་ནང་བཅུག་དགོ་ཡ་དེ་དང་དེ་ན་ཚང་གཉིས་ཡུག་ཀྲུབ་ཡིན་ལུམ་གི་ཐོག་ན་འདུག་བ་འོ་དེ་ལ་གཟིགས་དགོ་ཡ་དེ་དཔེ་གལ་ཆེན་པོ་རེད་བསམ་བསམ་འདྲ་བོ་ཅིག་དྲན་གི་འདུག་དོན་ཚན་བཞི་བ་དེ་དང་སྐྱབས་མགོན་རིན་པོ་ཆེ་གི་བཀའ་ཆད་མཇལ་མྱོང་ཉེ། ད་རྒྱ་བ་རིན་པོ་ཆེ་གར་བསད་དགོས་རེད་སློབ་མར་གྱུར་པ་ཟིག་ཡིན་པ་ཡིན་ན་ཧ་ལམ་སྐྱབས་མགོན་རིན་པོ་ཆེ་ད་བྱང་ཆུབ་སེམས་དཔའ་གི་ཡིན་མིན་གི་ཐོག་ལ་ད་ནི་དོགས་པ་ཡོད་མ་རེད་དོགས་པ་ཡོང་ས་གི་གཞི་ཁོ་ར་ཡོད་མ་རེད་ད་ཡིན་ན་ཡང་ད་ང་དང་ང་འདྲ་བོ་ཨ་ནི་གདུལ་བྱ་ཡོན་ཏན་གི་ཚེ་དེ་ཧ་ཅང་དམའ་བོ་བསད་དགོས་རེད་བ་འོ་དེ་འདྲའི་གི་ཐོག་ནས་ཨ་ནི་ད་རྒྱ་བ་རིན་པོ་ཆེ། ཨ་ནེ་བྱང་ཆུབ་སེམས་དཔས་ད་ས་འདྲ་བོ་བྱིན་པ་ཡིན་ན་ས་ག་བ་བར་དུ་སླེབས་ཡོད་རེད་ག་བ་ལ་བཞུགས་ཡོད་རེད་ཟེར་ཡ་གི་དེ་འདྲའི་གི་ཨ་ནེ་ཤུབ་ཚགས་པོ་བྱེད་ཡ་གི་ནུས་པ་དེ་ཡོད་མ་རེད་བ། ནུས་པ་ཡོད་མ་རེད་དེ་ད་ང་རང་ཚོ་ཚང་མ་ལོས་ཨ་ནེ་ལྷག་པར་དུ་དཔོན་གནས་སྐྱིད་པ་དང་ལྷག་པར་དུ་ནང་པ་ཡིན་པར་ད་སོ་སོ་སོ་གལ་ཆེ་བའི་ཆ་ནས་ཨ་ནེ་བྱང་ཆུབ་སེམས་དཔའ་ཟེར་ཡ་དང་སངས་རྒྱས་ཟེར་ཡ་དེ་ཨ་ནེ་ཤེས་པ་ལ་ད་ཐོག་མར་སངས་རྒྱས་དང་བྱང་ཆུབ་སེམས་དཔའ་གི་ཡོན་ཏན་ཕྲན་བུ་རེ་ཤེས་དགོས་ཡ་དེ་ད་དཔེ་གལ་ཆེན་པོ་རེད་པ། དེ་འདྲ་ཅིག་ཤེས་ཡ་གི་ཐོག་ལ་ནི་ཐབས་ཤེས་དང་སྟངས་པ་སྟངས་པ་དང་དེ་འདྲ་ཅིག་ཤེས་མཁན་མང་རུ་ཕྱིན་པ་ཡིན་ན་ནི་བོད་ཀྱི་སྤྱི་མཐུན་བསོད་ནམས་དེ་ད་དངོས་གནས་གྲངས་མེད་ད་གོང་དུ་འཕེལ་གི་རེད་པ། ད་དེད་པ་ད་ང་ཚོ་ང་རང་ཚོ་བོད་པ་ཚང་མ་ལོ་ལ་དངོས་གནས་དྲངས་ནས་སྐྱབས་མགོན་རིན་པོ་ཆེ་ལ་བྱང་ཆུབ་སེམས་དཔའ་ལས་ལྷག་པའི་བའི་སངས་རྒྱས་དངོས་ཀྱི་བའི་དེ་གར་ཟེར་དགོས་རེད་གོ། འདུ་ཤེས་དེ་སོ་སོ་གི་ལོ་ཚོད་ལྟར་དུ་ངེས་འཛིན་པའི་བརྟན་པོ་ཡོད་རེད་བོད་མི་མང་ཆེ་བ་ཅིག་དེ་འདྲ་ཅིག་རེད། དེ་འདྲ་ཡིན་པའི་ཆ་ནས་ནི་ང་རང་ཚོ་སྐྱོན་ཅིག་གི་ནང་ལོགས་ལ་ཨ་ནི་བྱང་ཆུབ་ཀྱི་སེམས་དེ་ཡོད་ན་བྱང་ཆུབ་ཀྱི་སེམས་དེ་བས་ཆུ་བདག་ཨ་ནི་འཇོམས་པར་མཛད་མཁན་ད་བྱང་སྐར་སེར་པོ་རེད་ཡིན་ཟེར་ནས་འོ་ད་ཚུགས་རེ་ཚན་ཞིག་གི་ཐོག་ལ་གསལ་བོ་བྱས་ནས་སོང་ཡོད་རེད་བ། དེ་འདྲ་ཡིན་དུས་ཨ་ནི་ད་ཆུ་བདག། འཇོམས་སྟངས་འདྲ་བོ་དེ་རྦད་དེ་ཆུ་བདག་དེ་བྱང་ཆུབ་ཀྱི་སེམས་ཡོད་པ་ལ་བརྟེན་ནས་ཆུ་བདག་དེ་གཏན་དུ་འཇོམས་ཀྱི་བྱེད་ཀྱི་རེད་པས་གནས་སྐབས་ཀྱི་རང་ལ་སྐུ་ཚེ་བཟང་པོ་བཞེས་ཡག་གི་ཆེད་དུ་ཡང་གནས་སྐབས་ཀྱི་རང་ལ་ཆུ་བདག་དེ་འཇོམས་ཀྱི་རེད་པས་ཟེར་ཡ་འདྲ་བོ་ད་དེ་འདྲའི་གང་ལྟར་གོ་བ་ལེན་ཕྱོགས་འདྲ་མི་འདྲ་ཡོད་བ་འདྲ་བ། དེ་འདྲའི་ཆ་ནས་ནི། ད་བྱང་ཆུབ་ཀྱི་སེམས་ཡོད་ན་དེ་འདྲའི་གི་གནས་སྟངས་ཡོང་གི་ཡོད་པ་དེ་ད་ང་རང་ཚོ་ཐ་མིལ་བ་ཅིག་གི་ཐོག་ནས་ནས་ཡང་བསམ་བློ་དང་ཕྱོགས་འཇམ་པ་ཅིག་གི་ཐོག་ནས་ང་རང་ཚོ་རྣམས་ཀྱི་སེམས་པ་སྐྱིད་པོ་ཡོད་ན་སེམས་པ་བཟང་པོ་ཡོད་པ་ཡིན་ན་ནས་མི་ལ་ད་ན་ཚ་མྱོང་རྦད་དེ་མྱོང་མྱོང་ཡིན་པ་དང་སྲོག་རླུང་དང་དུ་ཟུ་མེད་པ་ནས་གྲོགས་དང་འཁོར་ཟེར་ན་ཡང་མི་འདུག་ནས་གྲོགས་འཁོར་མང་པོ་ད་ཕན་ཐོགས་བྱེད་མཁན་ཟེར་ན་ཡང་མི་འདུག་འོ་དེ་འདྲའི། ཡང་ནི་མང་པོ་ཡོད་པ་དེ་དག་རང་བཞིན་གྱིས་འདུས་གྱི་ཡོད་པ་དེ། འོ་ནི་སྒྲུབ་བྱེད་གོ་གི་མ་རེད་བ་དག་ཚང་མ་ལ་བས་དེ་མངོན་གྱུར་འདྲ་བོ་ཆགས་བསྡད་བར་ཚང་མའི་ཤིན་གོ་རེད་བ་བསམ་བློ་བཏང་ཉིན་གཅིག་ཡིན་པས་ན། དེ་བྱེད་དུས་ནི་ད་བྱང་ཆུབ་སེམས་དཔའ་གི། བསླབ་བྱ་ཟེར་ན་འགྲོ་བྱང་ཆུབ་སེམས་དཔའ་གི་བས་དེ་སྙང་སྟོབས་རྨད་དུ་བྱུང་བ་ད་གིས་གོང་དུ་ཞུས་པ་དེ་འདྲའི་གཅིག་ང་རང་ཚོ་གི་སོ་སོ་གི་བློ་ཐ་མལ་བ་འདི་དང་ཁོ་གཉིས་བས་དེ་ཕྲད་པ་ཡིན་ན་བས་ན་ད་འོ་མ་དང། རྒྱལ་ཆུ་ནང་བཞིན་གཅིག་གིས་གཅིག་ལ་འཕྲད་པ་ཡིན་པ་ཡིན་ན། ད་རྦད་དེ་དེ་བས་ཀྱང་ད་རྦད་སྟོབས་ཆེན་པོ་ཅིག་ཤིག་ཆེན་པོ་ཅིག་སྨན་རི་འདྲ་བོ་ཅིག་ཡིན་པ་ཡིན་ན་ནུས་པ་ཤིག་ཆེན་པོ་ཅིག་གུང་ཆེན་པོ་ཅིག་བཏང་བས་ད་འདྲ་བོ་འདྲ་རྐྱང་རེད་བ་དེ་འདྲའི་ཅིག་གི་ཐོག་ནས་ད་ང་རང་ཚོའི་སེམས་ཀྱི་ནང་གི་ཁོང་ཁྲོ་དེ་འཇོམས་ཀྱི་ཡོད་པ་དང། ཨ་ནེ་བས་གཞན་སེམས་ཅན་ལ་ད་ཉེ་རང་ཆགས་སྡང་ལ་སོགས་པ་དེ་ཚོ་མི་བྱེད་ཡ་གི་བསམ་བློ་གི་ནུས་པ་དེ་ཧ་ཅང་ཆེན་པོ་ཅིག་ད་ང་རང་ཚོའི་བློ་གི་ནང་ལ་ད་ཡོང་གི་ཡོད་རེད་བ། དེས་ཡས་པའི་གཏེར་རང། ད་དེ་ཡན་ཆད་ཀྱི་ཟླ་བ་འགའ་རེ་དང་ལོ་འགའ་རེ་འདྲ་བོ་དེ་འདྲའི་མ་ཡིན་པ་བྱས་ནས་ད་རྒྱ་བ་རིན་པོ་ཆེ་འདྲ་བོ་ཅིག་ཡིན་པ་ཡིན་ན། མི་ལོ་རྦད་དེ་བཅུ་ཕྲག་གི་སྟེང་ལ་བཅུ་ཕྲག་དེ་འདྲའི་བརྩགས་ནས། ནི་ཉི་མ་གཅིག་ལ་ཡིན་ན་ཡང་ཐུན་མང་པོ་ཆུ་ཚོད་མང་པོ་ཞོགས་པ་ཆུ་ཚོད་གཉིས་བ་གསུམ་པ་དེ་འདྲ་ནས་བཞག་ནས་དེ་འདྲས་བྱས་ནས་ད་ལོ་རྦད་དེ་འདྲའི་མང་པོ་ཅིག་གི་སྒང་ལ་ཐུག་ཐུག་ཉམས་སུ་བཞེས། ནི་དགོངས་པ་བཞེས། ནི་སྒོ་གསུམ་གྱི་རྦད་དེ་སྐུ་གསུང་ཐུགས་ཟིན་ན་ཡང་མི་འདུག་ལས་སྔགས་ཡིན་བསམ་དེའི་དབང་དུ་བཏང་ནས་ནི་མི་ཚེ་བསྐྱལ་མཁན་ཞིག་ལ། ད་ངོ་ནས་བྱས་པ་ཡིན་ན། ད་སྒྲུབ་བྱེད་གཞན་པ་ཁས་མང་པོ་མི་དགོས་བ་ག་རེ་བྱས་ནས་དེ་འདྲའི་ཅིག་གནང་པ་ཡིན་ན་སྐུ་ཚེ་རང་པོ་ག་རེ་བྱས་ནས་བཞུགས་དགོས་མ་རེད་བཅུ་ལ་མི་རང་ཟེར་ཡ་ཆེ་བ་སྐུ་ཚེ་བཅུ་ལ་མི་རང་ཟེར་ནས་ང་རང་ཚོ་ནམ་རྒྱུན་བཤད་སྟངས་ཅིག་ཡོད་བ་འོ་དེ་ང་རང་ཚོ་རང་བྱས་མེད་ལ་དེ་ཐོན་ཡོང་དགོས་རེད་བསམ་བློ་དེ་འཁོར་ཡོང་དགོས་རེད་བ། ད་ང་རང་ཚོ་ཚང་མ་ལོ་པད་དེ་ཆིག་ཁེན་ལེན་མི་ལེན་ཚང་མ་ལོ་རྒྱ་བ་རིན་པོ་ཆེ་ཅིག་མཇལ་དུས་རྒྱ་བ་རིན་པོ་ཆེ་གི་མཐོང་སྣང་མི་མཐུན་པ་མེད་པའི་སྐུ་གཟུགས་གི་རྦད་དེ་ཤེས་བཞིན་ཧ་ཅང་གི་མཛེས་མོ་མཛེས་པ་ག་རེ་ཟེར་དགོས་རེད་ལྟ་ན་སྡུག་པ་ཆེ་བ་རེད་བ། དེ་ཚང་མ་གི་སྣང་ངོ། འབྱེད་པ་ཡིན་ན་ཨ་ནི་རྦད་དེ་རང་ལྟ་གར་ཟེར་གོ་རེད། ཅིག་ཡ་མཚན་པོ་ཅིག་དང་མཆོག་ཏུ་གྱུར་བ་ཅིག་མ་འདྲ་བ་ཅིག་རྦད་དེ་རང་འུར་ཁྲིད་གི་ཡོད་པའི་སོ་ར་འདྲ་བོ་རྦད་ཅིག་ནམ་བཞུགས་གི་ངོ་ནས་བགྲང་དེ་གི་རྦད་དེ་འོ་ཡ་མཚན་ཅིག་མཐོང་གི་ཡོད་རེད་བ། དེ་འདྲའི་བྱེད་དུས་ཨ་ནི་ད་བྱང་ཆུབ་སེམས་དཔའ་གི་སྤྱིར་གི་ཡོན་ཏན་དེ་ཚོ་ཚང་མ་གི་ཐོག་ལ་ཞིབ་ཚགས་པོ་བསམ་བློ་མ་བཏང་བ་ཡིན་ན་ཨ་ནི་ང་རང་ཚོ་འདྲ་བོ་རྦད་ནང་མི་ངེར་སོ་ར་འདྲ་བོ་རྦད་ཉིན་ཞག་ཁྲིག་གཅིག་གི་སོ་སོ་གི་ལྟོ་རྒྱུབ་ཙམ་ལ་མ་གཏོགས་བསམ་བློ་མི་བཏང་མཁན་ཅིག་གི་ང་དང་ང་འདྲ་བོ་མི་མང་པོ་ཅིག་གི་ཐོག་ནས་དེ་ཚོ་ལ་བསམ་བློ་འཁོར་གྱི་ཡས་མ་རེད་ཨ་ནི་ཚེ་མཇལ་ཐུབ་ཡ་ཅིག་ཨ་ནི་ག་འདྲེ་ཅིག་ཡོད་མིན་དེ་ཡག་པོ་ཅིག་མཇལ་ཐུབ་ཡ་དེ་དཀའ་ལས་ཁ་པོ་རེད་བ་འོ་དེ་བྱེད་དུས་དེ་འདྲེ་གི་ཐོག་ནས་ཡང་བསམ་བློ་བཏང་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་འདུག་ད་ང་བ་འདྲ་བོ་ཅིག་ཡིན་པ་ཡིན་ན་ད་དཔེ་དེ་རང་བྱང་ཆུབ་སེམས་དཔའ་གི་ཡོན་ཏན་གི་བྱང་ཆུབ་སེམས་དཔའ་ལ་དབང་པའི་ཡོན་ཏན་ཅིག་བ་རེད་བ། ས་བརྒྱད་པ་ཡན་ལ་གནས་པའི་དཔེར་ན་བྱང་ཆུབ་སེམས་དཔའ་འདྲ་བོ་ཅིག་ཡིན་པ་ཡིན་ན། གནས་ཧ་ཅང་གི་ཡོན་ཏན་དམ་པའི་སྡེ་རང་གཞན་རྗེས་སུ་འཛིན་པའི་དབང་བཅུ་ཟིན་ནས་གསུང་གི་ཡོད་པ་རེད། གཞན་རྗེས་སུ་འཛིན་པའི་དབང་བཅུ་ལ་ང་ཉིད་དེ་ཟེར་གི་ཡོད་པ་རེད། ད་གཞན་རྗེས་སུ་འཛིན་པའི་དབང་བཅུ་དེ་ག་རེ་རེད་ལབ་ན་གཞན་རྗེས་སུ་འཛིན་པར་བྱེད་དོ། ཚེ་ལའང་བ། སེམས་དང། ཡོ་བྱད་དང་ལས་དང་སྐྱེ་བ་དང་མེད་པ་དང་མོར་ལམ་དང་རྫུ་འཕྲལ་དང་ཡེ་ཤེས་དང་ཆེས་ལ་དབང་པའོ་ཟེར་ནས། ཨོ་དེ་དེ་གསུངས་ཡོད་རེད་དེ་བཞིན་དུ་ད། ཚེ་ལ་དབང་བ་ཟེར་ན་ག་འདྲའི་ཆིག་རེད་སེམས་ལ་དབང་བ་ཡོ་བྱད་ལ་དབང་བ་ལས་ལ་དབང་བ་སྐྱེ་བ་ལ་དབང་བ་མེད་པ་མོར་ལམ་རྫུ་འཕྲལ་ཡེ་ཤེས་ཆེས་ལ་དབང་བ་ཟེར་ན་རེ་རེ་རེ་རེ་གི་བྱང་ཆུབ་སེམས་དཔའ་གི་ཡོན་ཏན་དེ་བསམ་བློ་གཅིག་དང་པ་ཡིན་པ་ཡིན་ན།

དཔེར་ན་སེམས་ལ་དབང་བ་བསལ་ཏེ། བདག་ཉིད་ཇི་ལྟར་འདོད་པ་བཞིན་དུ་སྦས་དང་ངེས་འཛིན་ལ་སོགས་པ་ལ་མཉམ་པར་འཇོག་ནུས་པ། ཡོ་བྱད་ལ་དབང་བ་བསལ་ཏེ་སེམས་ཅན་ལ་སྦས་ཏེ་དགེ་བའི་ཡོ་བྱད་དཔག་ཏུ་མེད་པ་ཆར་བ་བཞིན་དུ་འབབ་ཡང་གི། དེ་འབྲས་ཀྱི་དག་པའི་གར་སའི་ནུས་པ་དང་ལྡན་པ་ཡིན་པ། དེ་ཡང་གཅིག་པའི་རྟེན་རྣམས་ནི་མ་ར་འཛུམ་འཁྲིག་གི་བྱས་ནས་བབ་ཀྱི་ཡོ་བར་ཟད་ཀྱི་ཡོ་མ་རང་བཞིན་མེད་ལ། ཁོ་རང་གི་ཅིག་མ་གྲུབ་ཀྱང་མཐིང་གིན་དུ་གཟུགས་རང་བཞིན་མེད་ལ་ཚོགས་འདུས་འདིའི་ཡང་སེམས་ཤེན་ཡང་ཅིག། ཆེ་དང་སང་སང་ཇི་རིགས་ཀྱི་ཐོག་ནས་སྐྱོང་ཡག་གི་དེ་འདྲས་ཀྱི་ད་མཛད་འཕྲིན་མཐའ་ལས་པ་ཡོད་བ་རེད་ལྷག་པར་དུ་ང་རང་ཚོ་བོད་རིགས་འདྲ་བོ་ཅིག་ཡིན་པས་ན་རྒྱ་བ་རིན་པོ་ཆེ་གི་མཚན་གི་གཟུ་ཤིང་གི་འོག་ལ་འཛམ་བུ་གླིང་གི་ས་ཆ་ག་བ་གང་ས་ལ་འཁོད་པ་ཡིན་ན་ཡང་ང་རང་ཚོའི་ལྟོ་རྒྱབ་དང་འདི་ལོ་ཚང་མ་གི་ཐོག་ལ་པའི་གནས་ཅིག་རྦད་དེ་ཧང་སང་ཡ་ཅིག་འགྲིག་བསྡད་ཡག་གི་གནས་སྟངས་དེ་གནས་དེ་ཆན་ལུབ་ལ་བརྟེན་ནས་ཡོང་གི་ཡོད་པ་དེ་གསལ་པོ་རེད་བ་འོ་ད་དེ་དང་དེ་ལ་སོགས་པ་ནང་བཞིན་གི་གནས་བྱང་ཆུབ་སེམས་དཔའ་གི་ད་ལྟ་ཡོན་ཏན་བཅུ་བཅུ་བར་པ་ཡོན་ཏན་བཅུ་དེའི་ཁྱད་ཆོས་བཅུ་དེ་ཐོག་ནས་བསམ་བློ་ཞིག་བཏང་པ་ཡིན་ན་ཨ་ནི་ད་བེད་དེ་རང་གར་སེ་གོ་རེད་སྐྱབས་མགོན་རིན་པོ་ཆེ་གི་གསུངས་པའི་ལོ་བརྒྱ་དང་བཅུ་གསུམ་ལ་སུམ་ཅུ་སྐོར་ལ་བཞི་དགུ་ཡིན་པ་ཟེར་ཡ་དེ་བྱང་ཆུབ་སེམས་དཔའ་ལ་ཚེ་ལ་དབང་པའི་ཡོན་ཏན་ཨ་ནི་ཡོད་པ་དང་ཚེ་ལ་དབང་པའི་ཡོན་ཏན་དེ་དེ་སྔར་བེད་དེ་ཨ་ནི་གང་ཟག་གང་ཡང་རུང་བ་ཅིག་ལ་ཐོབ་ཟིན་པ་དང། ཨ་ནི། མ་འོངས་པ་ཡིན་ན་ཐོབ་བྱའི་གྱེར་བ་ཅིག་ཡིན་པའི་ཆ་ནས་ཨ་ནི་དེ་འདྲའི་གསུང་གི་ཡོད་རེད་མ་གཏོགས་སངས་རྒྱས་ཀྱི་འདི་འདྲའི་གསུང་གི་ཡོད་རེད་མ་གཏོགས་པའི་སྤྱིར་བཏང་གི་ད་ག་ཟིག་ཅིག་པའི་ནུས་པ་ཅིག་ལས་ཡོལ་བ་བྱས་ནས་ད་གསུང་གི་ཡོད་མ་རེད་པ་འོ་དེ་བྱེད་དུས་དེའི་ཡང་དཔེ་དེ་རང་ཧ་ཅང་ག་རེ་ཟེར་དགོས་རེད་ཨ་ནི་ལོང་གི་ཐོག་ནས་བཤད་པ་ཡིན་པ་ཡིན་ན་ཡང་ང་རང་ཚོ་ད་དཔེ་ཨ་ནི། དཔྱད་སེམས་དག་པ་དང་ཡིད་ཆེས་རྦད་དེ་ཚད་འཕེར་གྱི་ལོང་དེ་འདྲ་རེད་པ་དེ་འདྲའི་གི་ཐོག་ནས་ང་རང་ཚོ་བསམ་བློ་བཏང་ཡས་ན་འདུག་བ། ད་དྲུག་པ་འདྲ་བོ་ཅིག་ཡིན་པ་ཡིན་ན་བསམ་བློ་བཏང་ཟེར་གཞན་པ་ཞིག་དྲུག་པ་འདྲ་བོ་ཅིག་ཡིན་པ་ཡིན་ན་ད་བསམ་བཞིན་དུ་སུས་དཔའ་བཟང་བའི་སྐྱེ་བོ་ཟེར་དེ་ད་ང་རང་ཚོའི་བོད་པ་འདྲ་བོ་ཅིག་ཡིན་པ་ཡིན་ན་ད་རྦད་དེ་ད་མང་པོ་ཡར་སྔོག་དགོས་གི་མ་རེད་བ་ད་གྲངས་ལས་འདས་བ་བྱུང་ཚར་བ་རེད་ཨ་ནི་བསམ་བཞིན་དུ་སུས་དཔའ་བཟང་བའི་སྐབས་ལ་ཡང་དེའི་རྦད་དེ་ལུས་ཀྱི་རྣམ་པ་ད་སྐྱེ་གནས་གང་དང་གང་ལ་མཐོ་དམན་དྲག་ཞན། ད་ལིས་ག་འདྲས་ག་འདྲས་སུ་སྐྱེལ་གི་ཡོད་མེད་དེ་རྦད་དེ་ད་མདོར་རྒྱས་མང་པོ་ནས་གསུངས་ཡོད་རེད་བྱང་ཆུབ་སེམས་དཔའ་གི་ཐ་ན་སེམས་ཅན་དུད་འགྲོ་ཚན་ཞིག་གི་སྐྱེ་བ་ལ་སོགས་པ་དེ་འདྲས་གཞན་དོན་གི་ཆེད་དུ་ག་རེ་ཡིན་པ་ཡིན་ན་རེད་ད་ཨ་མས་ལེན་གི་ཡོད་པ་དེ་ད་གསལ་པོ་གསལ་རྐྱང་གསུངས་བཞག་ཡོད་རེད་བ་བསམ་བཞིན་དུ་རང་དབང་གི་ངང་ནས་ཨ་ནས་སྐྱེ་གནས་དང་ཨ་ནས་སྐར་ཚིག་གི་སྐྱེ་འཕྱི་དེ་སོ་སོ་རང་དབང་གང་ནས་འདམ་ཐུབ་གི་ཡོད་ཙང་ཨ་ནས་བསམ་བཞིན་དུ་སྐྱིད་པ་བཟུང་བ་ཟེར་ཡ་དེ་ད་ག་ཟིག་ཅིག་ཡང་ཅིག་བཟོས་བཞག་རྒྱུ་འདྲ་བོ་ཅིག་མ་རེད་བ། དེ་བཅུད་དེ་ནི་ཨ་ནི། ད་ང་རང་ཚོས་གར་སེ་གོ་རེ་གོ། ང་རང་ཚོ་ཕལ་བ། ང་རང་ཚོ་མི་ཕལ་བ་དེ་ཚོ་གི། རྣམ་པ་གི་ཐོག་ནས་ད་ཕལ་བ་ལ་ཕལ་བའི་རྣམ་པ་བྱས་ནས། ཨ་ནི་ཁ་ཉམས་ལག་ཉམས་བྱས་ནས། ནི་ཕས་ཀི་ཡོའ་རོ་ཁ་ཉམས་ལག་ཉམས་བྱས་ནི་ཕས་ཀི་ཡོའ་དེ་ལ་ནི་ང་རང་ཚོའི་ཐོག་ནས་ཡིན་པ་ཡིན་ན་ནི་ང་རང་ཚོའི་མིག་འདི་ལྟ་སྟངས་དང་བསམ་བློ་འདི་བསམ་སྟངས་འདྲ་བོ་དེ་ནི་ཕལ་བ་དང་གཅིག་པ་ཞིག་ཀྱང་ཅིག་མཐོང་པ་ཡིན་པ་ཡིན་ན་ཡང་ནི་དེ་ནི་ང་རང་ཚོས་ག་རེ་ཟེར་དགོས་རོ་སོ་སོ་ལ་དཔེ་དེ་མཐོང་པ་དང་སོ་སོ་ལ་སྣང་བ་ནང་བཞིན་དཔེ་དེ་ཇི་ལྟ་བ་བཞིན་དེ་ཡིན་པའི་ནི་ངེས་བ་དེ་ཁྱོན་ནས་ཡོའ་མ་རེད་བ། ཨ་ནི་སོ་སོ་ལ་ཕལ་བ་བཞིན་དུ་སྣང་བས་བས་དེ་ཆགས་དེ་ལ་ཡིད་ཆེས་ཞུའོ་ཅིག་ཨ་འཐས་ཞུའོ་ཅིག་ཨ་ནི། བྱི་ཡ་འདྲ་བོ་དེ་འདྲ་ནི་སྐད་ཡོད་མ་རེད་བ། ང་རང་ཚོ་སེམས་པ་དེ་བས་དེ་ཉི་མ་རེ་རེ་རེ་ནས་རེ་རེ་ལ་ཞུའོ་ཅིག་འགྱུར་ལྡོག་ཆེན་པོ་དང་ཨ་ནི་སེམས་བློ་ནང་ལ་མི་དྲན་གི་དྲན་ཞུའོ་ཅིག་བྱེད་ཀྱི་ཡོད་པ་དེ་བློ་དེ་རང་བབ་དེ་བཞག་པ་ཡིན་ན་རང་བཞིན་འདྲ་བོ་ཞིག་བཞག་པ་ཡིན་ན་སྐྱེས་ནས་ང་རང་ཚོ་སྐྱེས་ནས་ད་རྦད་དེ་ཁེལ་ཡོང་བའི་ལོ་ཆིག་བར་བ་དེ་རྦད་དེ་རང་གནས་ཆོས་འཕེལ་གྱི་གསུངས་པ་ནང་བཞིན་སྐྱེས་མ་ཐག་ནས་དགེ་ཞང་ཁོག་པའི་བར་སེམས་ཀྱི་འཁྱེར་སོ་ཇི་ཙམ་རྗེས་ཀྱིར་བ། རང་གི་མྱོང་བས་བཤད་ན་ལག་གྲུབ་པའི་ད་ལྟའི་འཆར་སྒོ་འདི་ལ་ཡིད་རྟོན་ཅི་ཟེར་ད་དངོས་གནས་བྱས་ན་དེ་རེད་བ། འདི་བརྗོད་དུས་ང་རང་ཚོ་ཉི་མ་གཅིག་གི་ནང་ལ་བསམ་བློ་གཅིག་དང་དགོངས་དག་ཉག་ག་ལ་མོ་བསམ་བློ་གཅིག་དང་ན། ཉིན་མོ་དེ་ལ་རྦད་དེ་མི་དྲན་དགུ་དྲན་ཡ་ར་ཅི་ཏོ་ཅི་མ་ར་ཅི་ཏོ་ཅི་ཡར་མར་འདྲ་མི་འདྲ་མང་པོ་ཅིག་ང་རང་ཚོས་བཤད་གི་ཡོད་པ་དང་བསམ་གི་ཡོད་པ་དེ་དག་ངོ་ནས་དྲངས་ནས་ད་གསལ་པོ་རེད་བ། དེ་ཚང་མ་ལ་ར་འཕྲོད་ཡ་ཆེ་བ་རེད་བ་ད་དེ་ལ་ནི་བསམ་བློ་དེ་འདྲའི་ཅིག་བཏང་དེ་ཉིན་ཅིག་དེ་འདྲའི་ཅིག་ལང་ཤོར་འདྲ་བོ་ལ་རྦད་དེ་ལོས་ལོས་པ་ཡིན་པ་འདྲ་བོ་ཅིག་ཡོད་རྒྱུ་དེ་ལ་ནི་བཟོ་ལྟ་ཅིག་བཟོས་པ་ཡིན་ན། དེ་ལ་སྦྱིན་སྡོམ་འདྲ་བོ་ཅིག་ཤར་སྐྱེར་འདྲ་བོ་ཅིག་རྒྱ་ག་ཡིན་ན་རྒྱ་ག་ཡི་ཡོ་རྒྱོ་ཅིག་འོ་དེ་ཕྲན་བུ་ཅིག་བརྒྱབ་པ་ཡིན་ན་ཡང་ཨ་ནི་བས་དེའི་ཐུགས་ལ་བརྟེན་ནས་ནང་གི་མྱོང་བ་གི་བདེ་བ་གི་ཚོར་བ་འདྲ་བོ་ཡིན་པ་ཡིན་ན་ཡང་འདྲ་ལྷག་པར་དུ་ཞི་གི་ཞི་ལོག་གི་མཐོང་ཚད་དང་དེ་ཚོ་གི་ཚང་མ་གི་ཐོག་ལ་བས་འགྱུར་བ་འགྲོ་གི་ཡོད་པ་དེ་ལྟ་ཞིག་བྱས་པ་ཡིན་ན་ཤེས་ཐུབ་ཁུར་བ་དེ་འདྲའི་གི་ཆ་ནས་ནི་སོ་སོ་གི་བློ་ལ་ཕལ་བ་ལ་སོ་སོ་གི་བློ་གི་འཕེལ་བ་འདིའི་རང་གི་ཚོད་དགག་གི་ཐོག་ནས་ན་ཚོད་མ་ལོང་བ་འདིའི་ཐོག་ནས་ནི་གར་སེ་གོ་རེད། ནི། ད། ག་རེ་ཡིན་པ་ཡིན་ན་འཕེལ་བ་ཅིག་ལ་འཇལ་གི་ཡོད་པ་དེ་ཧ་གོ་གི་འདུག་བ། དེའི་ཆ་ནས་ནི་ང་རང་ཚོས། ཤིག་བརྒྱབ་པ་ཡིན་ན་བསམ་བཞིན་དུ་སུས་པ་བཟུང་བ་ཟེར་ཡ་གི་དེའི་ནང་དོན་གི་ཐོག་ལ་ཡིན་པ་ཡིན་ན་ང་རང་ཚོ་གཏང་ས་པོ་ཅིག་མ་ར་འགྲོ་ཡ་ཡོད་པ་འཇུ་ཡ་ཡོད་པ། སོ་སོ་གི་ཏན་ཏག་གི་བསམ་བློ་གི་གནས་ཚུལ་དང་ཨ་ནི་སོ་སོ་གི་མིག་ལ་མཐོང་བ་དང་བློ་ལ་དྲན་པ་འདི་ཞུ་བོ་ཅིག་ཨ་མཐུས་འདས་ཅིག་ཞུ་བོ་ཅིག་ཡིན་བསམ་བསམ་འདྲ་བོ་ཞུ་བོ་ཅིག་བྱེད་རིན་མེད་པ། དེ་གསལ་བོ་ཆགས་གོ་དགོས་རེད་པ་ད་ལྟ་བར་དུ་སོ་སོ་ལ་ཅིག་གནས་ཚིག་ག་རེ་གི་ཐོག་ལ་ཡིན་པ་ཡིན་ནའི་ལྟ་སྟངས་ཡང་དག་པ་ཞིག་རྙེད་མེད་པ་དེ་གཞི་ནས་ཐོམ་འདྲ་བོ་དེར་སངས་འགྲོ་གི་རེད་བ། ཨོ་དེའི་ཐོག་ནས་ནི་དེ་འདྲའི་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་རྒྱལ་བ་ཁོང་ཁྲོ་ཆོས་བྱེ་བ་ཆེན་པོའི་དགུང་ལོ་བརྒྱ་དང་སུམ་ཅུ་གི་སྐོར་ལ་གཞིག་གིན་བསྲེས་གི་ག་འདི་ལ་ཡིན་པ་ཡིན་ན་ཡང་ཨ་ནེ་སོ་སོ་གི་ཐོག་ནས་དངོས་གནས་དྲངས་ནས་གོ་བ་ལེན་ཤོག་ཡིན་ནའི་འདྲ། ཨ་ནེ་ཡང་དག་པ་གི་འཇིག་སྟངས་ཞིག་དང་དངོས་གནས་དྲངས་ནས་ད་སྙད་ཡག་གི་ད་དུང་ཡོད་རྒྱུ་འདི་ལས་སླག་ཅིག་མཇལ་དགོས་ཡག་གི་ཐབས་ཤིག་གཏང་དགོས་གི་འདུག་བསམ་བསམ་འདྲ་བོ་གི་རང་རང་ལ་སོ་སོ་གི་ད་རྦད་དེ་ག་རི་སེ་གུ་རི་བོ་ཞིག་འདྲ་བོ་དེ་ཐེབས་གི་རེད་བ། ང་རང་ཚོའི་བཙན་བྱོལ་སྤྱི་ཚོགས་གི་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་གི་མཛད་རྣམ་དེ་ཨ་ནེ་རྦད་དེ་བཤད་གི་ཡོད་ན་འདྲ་འབྲི་གི་ཡོད་ན་འདྲ་སྒྲོག་གི་ཡོད་ན་འདྲ་འགྲེམ་སྤེལ་བྱེད་གི་ཡོད་ན་འདྲ་དེ་ཚོ་གི་ལས་དོན་གི་ནང་ལོགས་ལ་རྦད་དེ་ད་ག་རེ་སེ་གོ་རེ་བོ་མགོ་རྦད་དེ་སྲིད་སྐྱོང་ནས་བཟུང་སྟེ་མ་མ་བ་ད་མི་ངེད་སོ་ར་འདྲ་བོ་ཅིག་གི་བར་ལ་ཡིན་ནའི་ད་ལྟ་བར་དུ་བོད་མི་མང་པོ་ཆོངས་ཡོད་ཨ་རེ་བ། དེ་ཚོའི་ནང་ལ་ང་རང་ཚོས་བསམ་བློ་ཅིག་བཏང་པ་ཡིན་ན་བརྒྱ་ཆ་དགུ་བཅུ་གོར་དགུ་དང་ཚ་དགུ་བཅུ་ཡིག་ཆ་གང་ཡང་རུང་བ་ཅིག་ལ་བརྟེན་ནས་ཨ་ནེ་རྒྱ་བོ་རིན་པོ་ཆེ་གི་མཛད་རྣམ་དེ་བྲིས་སྒྲོག་བཤད་གི་འདུག་མ་གཏོགས་པའི་སང་ཉིན་ཅིག་བཤད་དགོས་ཀྱི་འདུག་ལབ་པ་ཡིན་ན་ཡང་གྲ་སྒྲིག་ཅིག་བྱས་ནས་ཅིག་ངོགས་ནས་ཅིག་བྱེད་དགོས་ཀྱི་རུང་མ་གཏོགས་པའི་ཨ་ནེ་རྦད་དེ། མགར་ཚེ་གུ་རུ་གོ་མཛེས་རྣམ་ཐོས་སུ་ཚང་མ་བློ་བསམ་བློ་གི་སྒང་ལ་ཡང་ཡང་བསམ་ནས་བློ་གི་ཆ་ཤས་སམ་བློ་གི་ངོ་བོ་ལ་ཚུད་ན། ཡོན་ཏན་གྱི་ཆ་ཤས་ལ་ཚུད་ར་འགྱུར་གི་ཞིག་འགྱུར་ཐུབ་ཡག་གི་བསམ་བློ་དེ་འདྲ་ཅིག་བཏང་ཚུལ་བཏང་ཐུབ་ཡོག་མ་རེད་བ། དུ་ཆུ་དུས་ནི་ད་དེ་འདྲ་ཅིག་བཏང་བར་བཤད་པ་ལ་ད་རྒྱལ་བ་རིན་པོ་ཆེ་སོ་སོ་གི

ད་རྒྱལ་བ་རིན་པོ་ཆེ་གི་མཛད་རྣམ་ཅིག་གསུང་གོ་གི་འདུག་ལབ་འདིའི་མཛད་རྣམ་ད་ལྟ་དགོངས་གཞི་བཤད་གྲགས་པ་ཡིན་ན་འདྲ་སྤྱི་ཡོངས་ཀྱི་ཐོག་ནས་ཡིན་ན་འདྲ་ག་རེ་གི་སྐོར་ལ་གསུང་གོ་གི་ཡོད་ན་དཔེ་ཆོས་སྦྱོར་བ་ནང་བཞིན་རེད། དེ་ཡང་སྐབས་དང་དུས་མཚམས་དང་ཨ་ནེ་ཅིག་གནས་སྟངས་ལ་དཔག་གི་དཔག་གི་ཨ་ནེ་རྒྱའི་འབྲང་འདི་གསུམ་ག་འདྲི་ཅིག་གནང་གོ་གི་ཡོད་པ་ཡིན་ན་ཡང་ཨ་ནེ་དཔེ་དེ་དབང་འབྱོར་བ་ཅིག། ཐོགས་པ་མེད་པ་ཅིག་ཡོད་རེད། ད་དེའི་ག་རེ་ཚོད་འགོ་རེ་ཡོད་རེད་ལབ་ན་ལྷག་པར་དུ་རྒྱལ་བའི་དགོངས་གཞི་ཁག་གི་སྐོར་ལ་གསུང་བཤད་གནང་སྐབས་ཨ་ནེ་རྦད་དེ་མཛད་རྣམ་དུ་གཟུགས་ལ་ཨ་ནེ་གསུང་བཤད་གནང་རྒྱུ་ནམ་རྒྱུན་ཡང་བློ་སྦྱང་བའི་ཐོག་ནས་རང་གི་བླ་མ་དེ་མཛད་པ་འཕྲིན་ལས་དུ་གཟུགས་བློ་སྦྱང་བའི་ཐོག་ནས་ཨ་ནེ་ལོག་གི་ཐོག་ནས་ངལ་བ་ཉལ་ནས་གསུང་གི་ཡོད་པ་དེ་ད་གསལ་པོ་གསལ་རྐྱང་ཅིག་ང་རང་ཚོ་གཟུ་བོར་གནས་ནས་ལྟ་ཉན་བྱེད་ཡིན་པ་ཡིན་ན་དེ་ཚོར་ཐུབ་ཀྱི་རེད་ཡིན་ན་ཡང་དེ་འདྲའི་དཔེ་ཉུང་ཉུང་ཡོད་རེད་པ། དེ་ཆ་ནས་ནི་རྒྱ་བ་རིན་པོ་ཆེའི་སྐུ་འཕྲང་དགུང་ལོ་བརྒྱ་དང་བཅུ་གསུམ་ལ་བཞུགས་རྒྱུའི་གི་ཞལ་བཞེས་ཐོབ་པ་འདིའི་ཐོག་ལ་བསམ་པ་ཡིན་པ་ཡིན་ན་ཡང་ང་རང་ཚོའི་གོང་དུ་ནས་བསམ་བློ་ཡང་འཁོར་བསྐྱར་འཁོར་གི་དེ་འདྲའི་གི་ཐོག་ནས་ཅིག་མཇལ་ཐུབ་པ་ཡིན་པ་ཡིན་ན་ང་རང་ཚོའི་སྒྱིད་ལ་ཡིན་པ་ཡིན་ན་ཡང་རྒྱ་བ་རིན་པོ་ཆེ་གི་ཡོན་ཏན་དང་རྒྱ་བ་རིན་པོ་ཆེ་གི་མཛད་རྣམ་དང་དེ་ཚོ་གཞན་དྲངས་མི་དགོས་པ་དེ་གང་ལ་ངལ་བ་རྙེད་པ་གི་སེམས་པ་དེ་བདེ་ལྷོད་ལྷོད་དེ་ཨ་ནེ་བདེ་ལྷོད་ལྷོད་ཀྱི་ཚོར་བ་བྱེད་བར་བ་དེ་ག་དུས་ཡིན་པ་ཡིན་ན་མ་གཡེལ་བ། དེའི་སེམས་ལ་སྤོབས་པ་སྤྲིན་པ་ལ་བརྟེན་ནས་ཨ་ནེ་ངོ་ནས་དྲངས་ནས་བོད་མི་རིགས་ཀྱི་ཞེན་ཁོག་དང། སོ་སོ་གི་མི་རིགས་ཀྱི་ལར་རྒྱ་དང་ངོ་ནས་དྲངས་ནས་ཅིག་གཟུ་བྱད་དང་སོ་སོ་གི་འཕྲོད་བསྟེན་ལ་སོགས་པ་ག་རེ་གི་ཐོག་ལ་ཡིན་ན་ཨ་ལ་མ་དང་ལྷོ་མོའི་བར་གྱི་དམ་ཚིག་ཚན་ཞིག་གི་ཐོག་ལ་ཡིན་པ་ཡིན་ན་ཡང་དང་ངོ་ནས་དྲངས་ནས་མ་འདྲ་བ་ཅིག་དང། བརྒྱ་ཆ་བརྒྱ་ཐམ་པ་ཁོ་ཆགས་ཀྱི་ཡིན་པ་དེ་དང་གསལ་པོར་བ། ལག་པར་དུ་བསྟན་སྲིད་པའི་ཉག་ཕྲ་བའི་སྐབས་འདི་ལ་དེ་འདྲའི་ཅིག་གི་ཐོག་ནས་ང་རང་ཚོ་བོད་པ་མི་རེ་ངོ་རེ་གི་བསམ་བློ་ཅིག་ནང་དུ་གཏོང་ཐུབ་པ་ཡིན་ན་ཨ་ནི་རྒྱ་ཆ་རྒྱ་ཐམ་པ་ལོ་ག་རེ་སྲིད་དགོས་རེད་བོད་ཀྱི་སྤྱི་མཐུན་སོ་ནམ་ཡིན་ན་ཡང་གོང་དུ་འཕེལ་ཡ་དང་ང་རང་ཚོ་ནམ་རྒྱུན་བཤད་ཡ་ཅིག་ཡོད་རེད་བླ་མ་ལ་འགྲན་པའི་ལྕག་གྱི་ཡོད་པ་ཡིན་ན་ཡང་དད་པའི་ཨ་ལོང་དེ་ཡག་པོ་ཅིག་དགོས་རེད་ཟེར་ནས་གསུང་གི་ཡོད་རེད་བ་དེ་བྱེད་དུས་ནི་ང་རང་ཚོ་དད་པའི་ཨ་ལོང་དེ་ཡག་པོ་ཅིག་ཡོད་རེད་བ། ཨ་ནི་ང་རང་ཚོ་ཡང་འདི་འདྲའི་བཤད་སྟངས་ལ་འདུ་བ་ངོ་མ་འདྲ་བོ་དེ་འདྲ་ཡིན་པ་ཡིན་ན་ཁྱོད་རང་ཚོ་བོད་ཀྱི་རྩ་དོན་གྱི་ཐོག་ལ་ཡིན་པ་ཡིན་ན་དངོས་གནས་དྲང་གནས་ཀྱི་སྟག་རྦད་དེ་མགོ་བོ་དེ་ལྟ་རྦད་དེ་ལྟ་ཚད་དང་ལྡན་པ་ཞིག་རེད་དྲ་ཡིན་ན་ཡང་ལུས་དེ་ཏག་ཏག་ཅིག་ཡོད་མ་རེད་སེ་འདྲ་བོ་དེ་འདྲའི་གི་བཤད་ཉེས་ཡིན་ཆབ་སྲིད་པ་དེ་འདྲའི་གི་ནང་ལ་དེ་འདྲའི་མཆོང་གི་ཡོད་བ་རེད་བ་དེའི་ཆ་ནས་ཨ་ནི་ང་རང་ཚོའི་ཐོག་ནས་དེ་འདྲའི་གི་བསམ་བློ་ཅིག་བཏང་ཐུབ་པ་ཡིན་ན་དངོས་གནས་དྲང་གནས་དོན་དམ་པའི་ཨ་ནི་རྒྱལ་བ་རིན་པོ་ཆེ་གི་ད་སློབ་མ་ཚད་དང་ལྡན་པ་ཅིག་དང་ཨ་ནི་རྒྱ་མགོ་རིན་པོ་ཆེ་གི་ངོ་ནས་དྲང་ནས་ཡིད་ཆེས་ཀྱི་ད་གར་ཟེར་གོ་རོ་རྒྱ་རིན་པོ་ཆེ་གི་ཡོན་ཏན་དེ་ཤུལ་བའི་ཐོག་ནས་དད་པ་ཐོབ་ནས་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་དང་བོད་མི་མང་སེ་ན་ཡང་མི་འདུག ྋསྤྱན་རས་གཟིགས་རྒྱལ་བ་བསྟན་འཛིན་རྒྱ་མཚོ་དང་བོད་མི་མང་སེ་ན་ཡང་མི་འདུག་ལྷག་པར་དུ ྋསྤྱན་རས་གཟིགས་ཀྱི་སྐབས་དང་དུས་མཚམས་སོ་སོ་སོ་སོ་ལ་ཐོག་མར་མིའི་གི་འགྲོ་བ་སྤུལ་གི་སྤྱི་ཚོགས་ལ་མིའི་གི་འགྲོ་བ་གང་འདྲས་སུ་སྤེལ་དགོས་གི་རེད་བར་དུ་ཅིག་དམག་ཁྲིག་ལ་སོགས་པ་དེ་འདྲས་གི་སྐབས་ལ་བཙན་པོ་དང་རྒྱལ་པོ་གི་རྣམ་པ་བྱས་ནས་སླེབས་པ། པན་གྲུབ་ཀྱི་རྣམ་པ་བྱས་ནས་སླེབས་པ། ཐ་མར་དེ་རྦད་དེ་སྡོམ་བརྩོན་ངུར་སྨྲིག་གི་རྣམ་པ་བྱས་ནས་རྒྱལ་བ་སྐུ་འཕྲེང་རིམ་བྱོན་གྱི་རྣམ་པ་བྱས་ནས་ང་རང་ཚོའི་བོད་འདི་སྐྱོང་གི་ཡོད་པ་ལ་སོགས་པ་འདི་ཚོ་གི་གནད་འགག་ཡོངས་སུ་རྫོགས་པ་གི་ཐོག་ལ་ཡིན་པ་ཡིན་ན་ཡང་ཨ་ནི་གོ་བ་མ་འདྲ་བ་ཆེ་ཉེ་ཡོང་དུས་ཨ་ནི་སྤྱིར་བཏང་བོད་མི་རིགས་ཀྱི་སྒྲོམ་གཞི་ཁོ་རང་ལ་ཐུན་མོང་མ་ཡིན་པའི་རྦད་དེ་ངེས་པ་དང་ཡིད་ཆེས་ཨ་ནི་རྦད་དེ་སྤོབས་པ་སྐྱེ་ཡ་དེ་ལ་བརྟེན་ནས་ཨ་ནི་ངོ་ནས་དྲངས་ནས་མི་རིགས་ཀྱི་ལར་ཞེན་དང་སོ་སོ་གི་རིག་གཞུང་དང་ཨ་ནི་འདི་ཚོ་ལ་ཤེས་འཁོག་ཡིན་པ་ཡིན་ནའི་མ་འདྲ་བ་ཅིག་ཡོང་ཡ་ཨ་ནི་སྐྱེ་བ་ནས་སྐྱེ་བ་ལ་ངོ་ནས་དྲངས་ནས་ཨ་ནི་རྒྱལ་བ་རིན་པོ་ཆེ་གང་དེ་ཡོད་པ་དེའི་དྲུང་ནས་སྐྱེས་ནས་བོད་ཀྱི་རྩ་དོན་དང་འདི་ཚོ་ཚོར་བྱེད་ཀྱི་ཐོག་ལ་ཡིན་པ་ཡིན་ནའི་སོ་སོ་འཆར་གཞི་སྒྲིག་སྟངས་ཡིན་པ་ཡིན་ནའི་མ་འདྲ་བ་ཅིག་ཡོང་ས་རེད་བསམ་སོང་འདྲ་བོ་དེ་འདྲའི་གི་ད་རྒྱས་འདྲ་བོ་དེ་འགྲོ་གི་རེད་བ་དེ་འདྲའི་ལ་བརྟེན་ནས་བསྟན་པ་ཡིན་ན་ཨ་ནི་གང་ལྟར་ད་དོན་གྱི་མདོ་འདྲ་བོ་དེ་ཨ་ནི་རྒྱལ་བ་རིན་པོ་ཆེའི་དགུང་ལོ་བརྒྱ་དང་སུམ་ཅུ་སྐོར་ལ་བཤད་གཞིག་རྒྱུ་གི་དཔྱད་གཞིའི་ནང་ཡང་ནས་ཡང་དུ་གནང་གི་ཡོད་པའི་ག་ལེར་འདི་ང་ཚོ་གཏིང་ཟབ་པོ་ཟིན་རྗེས་ནས་ཡིད་ཆེས་ངེས་བ་འདྲེན་པ་དེ་བྲལ་ཏེ་དགའ་ལྷང་ལྷང་གི་ཚོར་བ་དེ་རྟག་ཏུ་སེམས་ནས་མ་གཡེལ་བ་ཅི། དེའི་བགྲང་བའི་མི་ཚེའི་སྐྱེལ་སྟངས་ཡིན་པ་ཡིན་ནའི་ཚད་ལྡན་ཅིག་གི་ལམ་ནས་གནད་ཅིག་པའི་ཆེ་ས་འགན་ཡོད་མཁན་མཛེས་འཚོ་རྣམ་པ་གི་སོ་སོ་གི་པའི་འགན་ནས་བཟུང་སྟེ་ཆུང་མ་སྤོབས་པ་གི་ཁྱིམ་ཚང་ཅིག་གི་ཡན་ཡན་ཞིག་གི་འགན་འཛིན་ཞིག་གི་ཐོག་ལ་སོ་སོ་གི་དངོས་གནས་དྲང་ནས་ཚད་དང་ལྡན་པ་ཅིག་གི་ཐོག་ནས་ཨ་ནེ་འགྲོ་ཐུབ་པ་ཡིན་ན་ཨ་ནེ་སྤྱི་མཐུན་གི་སོ་ནམ་ཕེབས་དེའི་ཉེར་ལེན་ལ་བརྟེན་ནས་ཨ་ནེ་དངོས་གནས་དྲང་ནས་ད་ང་རང་ཚོའི་རྩ་དོན་རང་བྱེད་མི་ལ་བདེན་མཐའ་གསལ་ཡག་ལ་གྱེར་སྦས་ཏེ་ཤུགས་ཆེན་པོ་འགྲོ་ཐུབ་པ་དང་ཨ་ནེ་སྐྱབས་མགོན་རིན་པོ་ཆེ་དང་བས་འབྲེལ་མེད་དུ་ཨ་ནེ་ག་དུས་ཡིན་ན་གནས་ཐུབ་ཡག་ལ་སོགས་པ་གི་ད་དགེ་མཚན་མང་པོ་འདུག་བ་དེ་འདྲའི་གི་རྒྱུ་མཚན་གི་ཐོག་ནས་བཤད་པ་ཡིན་ན་ཨ་ནེ་རྒྱལ་བ་རིན་པོ་ཆེ་དགུང་གྲངས་བརྒྱ་དང་སུམ་ཅུ་སྐོར་ལ་བཞུགས་ཡག་འདི་ད་ག་ཟིག་ཅིག་གསུང་གི་ཡོད་པ་དང། ལྔ་གནད་གཅིག་ད་ག་ཟིག་དང་ང་རང་ཚོ་སེམས་གསོ་གི་ཙམ་ཆེད་དུ་མིན་པ་ལ་རྒྱུ་མཚན་རྦད་དེ་རུག་པའི་ལམ་ནས་བསམ་ན་མང་པོ་ཡོད་བ་ཅིག་ནི་ང་རང་ཚོས་མཇལ་ཐུབ་གི་འདུག་བ་དེ་འདྲའི་གི་མཇལ་ཡག་གི་ཐབས་ཤེས་དང་ཡག་དང་དེ་འདྲའི་གི་མཇལ་ཡག་གི་ཐོག་ལ་བསམ་བློ་གཏང་དགོས་གི་ཡོད་པ་དེ་ང་རང་ཡང་ཞུ་བ་ཅིག་བཏང་ཡོད་བ་མ་རེད་དེ་དེ་འདྲའི་ལ་དགའ་བོ་ཡོད། དེ་ཆོས་དེ་ང་རང་ཚོས་དོན་དག་ཆུ་མེད་རྒྱུ་གི་སྒང་ལ་ནི་དེ་ཚོས་དང་སྐད་ཆ་བཤད་བསམ་བློ་འཁོར་བསྡད་ཡག་ལས་དེ་འདྲའི་མང་པོ་གི་ཐོག་ལ་ང་རང་ཚོས་ཅིག་བཏང་ཐུབ་པ་ཡིན་ན་ང་རང་ཚོས་ད་དུང་བསམ་བློ་མང་པོ་འཁྲུགས་པ་ཡིན་ན་ཨ་ནི་རྦད་དེ་ད་རུང་དེའི་ནང་ལོགས་ནས་མང་པོ་ཐོན་ཡོང་དགོས་རེད་པ་འོ་དེ་འདྲའི་གི་ཐོག་ལ་ཨ་ནི་ཡང་དེ་ཚོས་བཏང་ཐུབ་ན་ཡག་པོ་མེད་འགྲོ་བསམ་ས་འགྲོ་ཅིག་ང་དེ་རིང་དེའི་སྐོར་ལ་ཨ་ནི་ཕྲན་བུ་ཅིག་ཞུས་པ་ཡིན་ད་ཡིན་ན་ཡང་ངས་གཏང་གི་གོང་དུ་ཞུས་པ་ནང་བཞིན་ཡིག་ཐོག་ལ་བྲིས་པ་དང་ངག་ནས་བཤད་ཡ་འདི་དཔེ་བརྗོད་གཞི་རྒྱ་ཆེན་པོ་དང་ལྗིད་ཁོག་ཚ་བོ་ཡིན་ཀྱང་ཞུ་བ་ཅིག་ངག་ཐོག་ནས་འཕྲོད་ཀྱི་མི་འདུག་དེ་བྱེད་དུས་ཡང་ཨ་ནི་རྣམ་པ་ཚོ་ངའི་རྩོམ་ཡིག་ལ་གཟིགས་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ཟེར་ནས་ཞུས་པ་ཡིན་ཐུགས་རྗེ་ཆེ་ཨ་ནི།